དེ་གཅིག་པུ་རེད་མ་གཏོགས་དེ་ལས་གཞན་པ་མི་འཇུག་པ་གོ་དགོས་རོགས། ཁྱེད་རང་དེ་ཡིན་ན། ག་རེ་བཟོ་དགོས་རེད། ཆོས་ཉིད་ཡིན་ན་ཉམས་དེ་ཡིན་པས་བྱ་བ་དག། བྱ་བ་དག་དེ་དང་ལྡན་པ་ཡིན་པས་བྱ་བའི་ཕྱིར། བྱ་བ་ཡལ་བ་དག་མྱ་ངན་འདས་པ་བདེན་གཅིག་པུ། ཞེས་གསུངས་པའི་ཕྱིར། དེ་བདག་གི་དགོངས་པ་རེད་ཚིག་དེ་མ་ཉིད་འགྲོ་མ་ཟད། འོ་དེ་ལབ་དུས་སྐབས་ལ་ཡིན་ན་མྱ་ངན་འདས་པ་བདེན་གཅིག་པུ་གསུངས་དུས་སྐབས་ལ་ཡང། དགོངས་པ་བརྒྱ་དང་གཅིག་ལ་ཡང། བདེན་པ་གཤིས་ཀྱི་ནང་ལོགས་ལ་ཡང། ནི། འདོད་དང་ལྡན་པ། ལྡན་པ་ཟེར་ན་འདོད་དང་ལྡན་པ་ལྡན་པ་སྐྱོན་ཅན་རེད་བ། ལྡན་པ་གཅིག་པུ་ག་རེ་རེད་ཟེར་ན། ནི་ཉམས་ལྡན་མགོ་ལྡན་དེ་རེད། ལྡན་པ་བཞི་གི་ནང་ལོགས་ལ་ཡང་ནི་ག་རེ་ཟེར་སོང། ལྡན་པ་དངོས་གནས་ཡིན་ངེས་དེ་ལ་ཉམས་ལྡན་མ་གཏོགས་ཡོད་མ་རེད། གཞན་ལམ་གྱི་ལྡན་པ་དང། ནི་དཀོན་མཆོག་ལྡན་པ་དང་ག་རེ་ཟེར་སོང། སྡུག་བསྔལ་ལྡན་པ་ལ་རྫུན་མ་ལོས་ཡོད་ཆོས་ཅན་ཡིན་པའི་ཆ་གི་རེད། ཨོ་དེ་ལན་བརྒྱ་བ་ཡིན་ད་ལྟ་འདྲི་གི་འདུག། ཐུགས་རྗེ་ཆེ། ཅི་དང་དེ་ག་དུས་ལ་ཡང། འདི་ཀོ་ཏོ་ལས་བྱེད་གཉིས་པོ་བརྩོན་ལེན་གྱིས་བྱས་ཡོད་འདི། མྱ་ངན་འདས་པ་གདེང་སྐྱེས་པོ་ཞིག་དེ་སྐྱེས་བུ་གདེང་གྱིས། འདོད་བྱས་སྣང་རྫུན་མ་ལྷོའི་ཆུ་ཆེན་ནོ་ཞེས་གསུངས་པ་ནས་ཅི་ལ། མི་བདེན་པའི་རྫུན་སྦས་ཀྱི་དོན་སྐབས་འདིར་ལྷོ་བ་གསུངས་ལགས་ཞེས་ན་འདི་ཀ་ཏོ་ལས་གདེང་མ་བརྟེན་ཟེར་ཡ་དེ་ལྷོ་མི་ལྷོར་རྒྱག་གི་རེད། འོ་ན་འདོད་བྱས་སྣང་ལྷོ་བ་ཡིན་དང་ག་རེ་རེད། མྱ་ངན་འདས་པ་དེ་མི་ལྷོ་བ་ཡིན་དང་ག་རེ་རེད་ལབ་ཡོད་འདོད་བྱས་སྣང་རྫུན་སྦས་དོན་སྐབས་ནས་མི་ལྷོ་བ་ལྷོ་བ་ལ་གསུངས་པས་དེ་ཡི་ལྡོག་ཕྱོགས།

དེའི་བདེན་པ་ནི་ལ་ནཱ་དའི་མདོ་ཉིད་ལས། མི་ལུས་ཆོས་ཅན་ཞེས་གསུངས་པའི་མི་ལུས་ཀྱི་དོན་དུ་བཤད་ཅིང་རང་བཞིན་གྱིས་གྲུབ་པའི་བདེན་པ་ནི་མ་ཡིན་ནོ་ས་སོ། ད་ལེ་ཞེས་ཉེ་བའི་ཚིག་འདིར་བཞེད་ན་དེ་ཡིན་ལུགས་ལ་གྲུབ་མ་གྲུབ་དཔྱད་པའི་ཚེ། རང་གི་ཚིག་ངན་གྱིས་ཡོད་པའི་བདེན་པ་མིན་ནོ། བ་ནི་འདོད་བྱའི་ལྷོ་བ་ཡི་དྭགས་ག་རེ་རེད་ཡ། འདི་ཀ་ད་ལེ་ཞེས་ཉེ་བ་དང་གི་ལེ་ཞེས་ཉེ་བ་ལོག་ཡོད་ད། ལྷོ་བ་ནི་དཔེར་ན་ད་ལྷོ་མི་ལ་ག་རེ་སྦྱར་བ་ཟིན་འདོད་བྱའི་ལྷོ་ཡི་ཆོས་ཅན་ཡི་དྭགས་ག་རེ་ཟིན་ན་ལྷོ་བ་ནི་དཔེར་ན། ཕའི་འདོད་པ་མིན་ཡང། ཕའི་འདོད་པ་ལྟར་བཅུད་ནི།

སྣང་བ་དེ་མ་གྲོལ་བ་དང་རང་རྩིས་པའི་རྟོག་པ་ལ་སྣང་བ་དེ་མ་གྲོལ་བའི་ཡུལ་ཟེར་ན་ཆགས་པ་མ་འབྱུང། འོ་ན་ཀུན་རྫོབ་པའི་ཆོས་ན་སྣང་བ་དེ་མ་གྲོལ་ཏེ་རང་རྩིས་རྟོག་པ་ལ་ཡ་ཞེ་ན་མི་འདུག་གོ་བདེན་སྣང་ཡོད་ངེས་ད་ག་རེ་ཡིན་ནས་སྔོན་སོང་ཡོད་ནས་ག་རེ་ཡིན་ནས་ད་གང་ལྟར་ཀྱང་ཀུན་རྫོབ་པའི་ཆོས་ན་རང་སྣང་ཡོད་སྔོན་སོང་ལ་ཡང་བདེན་པ་གྲུབ་པ་སྣང་གི་རོ། དུས་དང་བདེན་པ་ལ་ཡང་རང་སྣང་ཡོད་སྔོན་སོང་དེ་ལ་ཟེར་ན་མི་འདུག་རང་སྣང་ཡོད་སྔོན་སོང་ལ་ཡང་བདེན་པར་མ་སྣང་གི་ཆ་རེད། ཆོས་དུས་ན་བདེན་པ་ཡིན་ན།

འོ་ན་མྱང་འདས་སློབ་མ་ལ་ག་རེ་བརྩི་བ་རེད་ཟེར་ན། ལ་ལས་ཀྱི་དང་གི། མྱང་འདས་དོན་དམ་པའི་བདེན་པ་ནི་དེ་མངོན་སུམ་དུ་མཐོང་ཡོད་མོད་ལ་ཟེར། ཧ་མ་ཏར་རེད་ཟེར་ཏེ་སྣང་ནས་ལོག་མེད་པའི་ཧ་མ་ཏར་ག་རེ། འདུས་བྱས་རྣམས་རང་མངོན་སུམ་དུ་སྣང་ཡོད་ཀྱི་བློ་ལ་ཡང་རང་གི་མཚན་ཉིད་གྲུབ་པར་བཏང་གི་ཡོད་གསུངས་ཙང་འོ་ན་ལོག་གི་ཡོད་རེད། མྱང་འདས་དོན་དམ་བདེན་པ་རྣམས་རང་མངོན་སུམ་དུ་མཐོང་ཡོད་མངོན་སུམ་སྣང་ངོ་ལ་ཡང་རང་གི་མཚན་ཉིད་གྲུབ་པའི་སྣང་བ་མེད་པའི་ཁྱབ་བདག་གི་བསླབ་དགོས་དེ་རེད། གསུངས་ཙང་ག་རེ་ཟེར་སོང། ལོག་མེད་པའང

བྱས་ན་དེ་ཡང་ཁོ་རང་སྡེ་ཚན་གཅིག་གི་སྐོར་ནས་ཡག་པོ་ཡོང་གི་འདུག་ཡ་འདི་སྐབས་སུ་དོགས་གཅོད་འདྲི་བར་གྱིས། རི་བ་ཀྲོ་ཅུས་པའི་འགྲེལ་པ་ལས་ཀྱང་དེ་སྐད་འདོད་ཆགས་ཡོད་མ་རེད། རི་བ་ཀྲོ་ཅུས་པའི་འགྲེལ་པ་ལས་ཀྱང་འདོད་ཆགས་ན་ལོག་པར་སྣང་ནས་ད་ལྟ་གི་ལེགས་བཤད་གཉིས་པ་རྩེར་རྒྱ་ཚར་དེར་དང་ལོག་པར་སྣང་ནས་ཞལ་བ་ལྷོ་བར་བཤད་པ་བཞིན་ཏོ། མྱང་འདས་དོན་དམ་པ་དེ་ལྟར་སྣང་ནས་མི་སླུ་བའི་མྱང་འདས་བདེན་པ་དང། གཞན་རྣམས་མི་བདེན་པར་གསུངས་པ་ལ་བཤད་པས་བདེན་མི་བདེན་གྱི་གཉིས་སུ་ཕྱེ་ནས་ལྷུ་མི་ལྷུ་ཡི་དོན་ཡིན་པས་གདོན་མི་ཟ་བར་འདོད་པར་བྱ་བ་བཟོས་ཏེ། དེས་གཙང་གི་ཚིག་འདི་སེར་བུ་མི་འགྲོ་བ། ཁ་སེར་བུ་མི་འགྲོ་བ། ད་ལྟ་གི་ལས་བྱེད་གཉིས་པོ་ཕར་ལོག་ན་ག་རེ་འདུག། ཁ་སེར་བུ་ཞིག་ཐོན་ཚར་སོང་ང་ཤོད་གྲངས་ག་ཚད་ལབ་སོང། བརྒྱ་དང་བཅུ་མེད་བཞི་དང་བཞི་རེད། བརྒྱ་དང་བཅུ་མེད་གསུམ་རེད་བཞི་རེད། བརྒྱ་དང་བཅུ་མེད་གསུམ་ནི་མང་དགུ་བཙུགས་ཡོང་གི་འདུག་ཨ། ད་ཡང་ལས་བྱེད་གཉིས་པ་འདི་ལ་ཡང་ག་རེ་ཞུས་ཁུ་འབངས་ཉག་མང་པོ་འདུག་ཨ། ད་ལྟ་འདི་ལྟས་ཟིག་ལས་བྱེད་གཉིས་པོ་ཁ་ཡག་ཡི་གི་ཕྱིར་བཏང་ནི་ད་ཉིས་སྟོང་ག་ཚད་རེད།

དེ་ཉམས་དེ་ཡོད་པ་དེ་ག་རེ། ཀུན་རྫོབ་པའི་ངོ་ལ་འཇུག་པའི་དོན་ཡིད་ཀྱི་ཉམས་དེ་ཡོད་པ་དེ་མཐའ་གཉིས་པའི་ཚད་མས་འཇུག་དགོས་རོ། ཉམས་དེ་དེ། རིག་བྱེད་ཚད་མ་གི་ཡོད་པ་འཇུག་དགོས་རེད་ཀོ་དེ་དང་དེ་མ་ཡིན་གསུང་ཙང་ག་རེ། རིག་བྱེད་ཚད་མར་སོང་བའི་རྙེད་དོན་དེ་རང་ཉིད་དུ་དེ་རིག་བྱེད་ཚད་མར་སོང་བ་འགྲོ་དགོས་རེད་བ། ཉམས་དེ་ཡོད་པ་དེ། འོ། དེ་དང་དེ་མ་མ་རེད་བ། དེ་ཀུན་རྫོབ་བདེན་པ་ཡིན་གསུང་ཙང་ཀུན་མཐའ་གཉིས་པའི་ངོ་ལ་འཇུག་དགོས་རེད།

ཁོ་ཚོ་བདེན་མེད་ངོར་འཇུག་པའི་དོན་རེད་མ་གཏོགས་ཁོ་རང་ཉམས་དེ་ཁོ་རང་བདག་ཉིད་བདེན་པར་སྐྱེལ་ཆ་མ་རེད། བྱས་པ་ཅིག་བྱེད་ཀྱི་འདུག་ཨ་ད་ལས་བྱེད་སྙིང་པོ་དེ་འདྲ་ཆུ་གྲང་ཉིས་བརྒྱ་སུམ་ཅུ་སོ་གཅིག་གི་ནང་ལོགས་ལ་ཡ་བྱས་ཙང་དོན་དང་ལྡན་པ་ཐ་སྙད་པའི་ཚིག་མི་སྒྲོག་པ་མི་སྨྲའོ། བྱས་ཙང་དོན་དང་ལྡན་པ་ཡོད་པ་དེ་ག་རེ་བྱས་སོང་དེ་ཡིན་ཞེས་དོན་རྣམ་པས་ཡོད་པའི་ཡུལ་ཚུལ་ཇི་ལྟར་ཡིན་དཔྱད་པ་ནི་དཔྱད་པ་ན་དེ་དང་འདྲ་བ་ཁོ་ན་ཟད་པས་དེའི་ཡོད་པའང་ཐ་སྙད་ཀྱིས་དབང་གིས་བྱས་པར་སྨྲ་ཡིན།

རྩ་ཆེན་སྣང་བྱེད་དེ་ལྔ་གལ་སྲིད་ནང་གི་གྲངས་ཡིན་པ་རྩ་ཆེན་སྤྲིས་ཆེན། ཧོ། རྩ་ཆེན་སྤྲིས་ཆེན་ལས་རང་བྱེད་མེད་པར་ཡོད་པར་ཟེར་ཡ་དེ་ཡང་ཀོ་ཀ་དོ་ཡ་ཀི་ས་བཅད་ཁོ་རང་གི་ནང་ལ་མ་དྲངས་ཡོད་དུས་རིགས་བཞི་ཡི་གེ་མ་གྲུབ་པ་སླབ་དུ་བ་འོན་རྒྱུ་ཨ་དེ་ཡོག་མ་རེད་ད་ཡང་མང་བོ་ལ་དོགས་གཅོད་དེ་བྱས་ཡོད་དུས་མི་འགྲུག་སླབ་དུ་བ་ང་རང་དེ་ཚོའི་སྐོར་ལ་ཕར་སུ་དོགས་གཅོད་བྱས་ཡ་འདུག་ཡ་ཅི་བྱེད། ད་ཀུན་རྫོབ་ཀྱི་བདེན་པ་འདོད་ན་བདེན་པ་ལ་འཇུག་པའི་ཐབས་ཡིན་མི་ཆ་ད་འདི་ལ་ལྟ་ས་སྟོང་འདི་ག་རེ་ཡང་ཀུན་རྫོབ་བདེན་པ་ནི་ག་རེ་སོ་སོ